དེ་སླད། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་དང་གཡུང་དྲུང་བོན་བཅས་ཀྱི་དབུ་ཁྲིད། དག་ན་གཞིས་བྱེས་གཉིས་སུ་གནས་པའི་བོད་རིགས་སྤུན་ཟླ་རྣམ་པ། རྒྱ་གར་གཞུང་མང་གཉིས་དང་འཛམ་གླིང་ཁྱོན་ཡོངས་ལ་ཡོད་པའི་དྲང་བདེན་ལ་རྒྱབ་སྐྱོར་བྱེད་མཁན་ཚང་མ་ལ། བཀའ་ཤག་དང་སྲིད་སྐྱོང་སྒེར་གྱི་ངོས་ནས་བོད་རྒྱལ་ལོ་ཉིས་སྟོང་བརྒྱད་དང་བཞི་བཅུ་ཞེ་དྲུག་རབ་གནས་ས་ཕག་ལོ་ཡི་བོད་ཀྱི་ལོ་སར་གྱི་ཉིན་མོ་དེ་ལ་འཚམས་འདྲིས་ཏེ་ཤི་ཏི་ལེ་ཡོལ་བཞོད་ཡིན། ད་ལོ། ད་ཡང་བཙན་བྱོལ་དུ་འབྱོར་ཆེད་ལོ་དྲུག་ཅུ་འཁོར་འགོ་རེད། དག་ནང་བཞིན་བོད་བཙན་བཟུང་བྱས་ནས་སུམ་ཅུ་དུས་དྲན་གྱི་ཉིན་མོ་ཡང་ལོ་དྲུག་ཅུ་འཁོར་འགྲོ་གི་ཡོད་རེད། ཡིན་ན་ཡང་འདས་པའི་ལོ་དྲུག་ཅུ་རིང་ག་ལ་ཨ་ནི། བོད་བོད་ཀྱི་རྩ་དོན་འདི་གསོན་པོ་གནས་ཐུབ་པ་དང་ཨ་འདའ་ན་ཞིག་བོད་རིགས་ཚོ་ཡིན་པ་ཡིན་ནས་མགོ་འཁྱག་སེ་བྱས་བྱས་འགྲོ་ཐུབ་ཡ་དེ་གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་མཛད་འཕྲིན་ལ་བརྟེན་ནས་བྱུང་ཞགས་པ་ཞིག་རེད་གཉིས་པ་འདི་ལྟ་བོད་ནང་ལ་གནས་པའི་ཞུམ་པ་མེད་པའི་སྙིང་སྟོབས་ཡོད་པའི་ཐོག་ནས་བོད་རིགས་སྤུན་ཟླ་ཚོ་གི་སྐུ་ལས་བསྐྱོན་པའི་བཀའ་དྲིན་ལ་བརྟེན་ནས་བྱུང་ཞགས་པ་ཞིག་རེད། ད་ལོ་ཡིན་པས་ཡིན་ནའི་ཡང་གོང་ཚོ་མཆོག་གིས་ད་དགུང་ཁ་དངོས་ཤིག་འཁྱེར་དགོས་བ་རེད། འདིའི་ཐོག་ལ་བེམ་སྒྲིག་འཛུགས་ཐོག་ནས་ཞབས་རིམ་གནང་དགོས་བ་དེ་གས་ཚང་མ་གནང་དང་གནང་བཞིན་པ་ཡིན། ད་ལས་རྣལ་འབྱོར་རྡོ་རྗེ་གདན་ལ་ཡིན་པས་ཡིན་ནའི་ཡང་གོང་ཚོ་མཆོག་ལ་ནི་བརྟན་བཞུགས་ཕུལ་ཡག་གི་གོ་སྐབས་བྱུང་སོ་ལ། བདག་ནང་བཞིན་གོང་ཚོ་མཆོག་ནས་ད་ལོ་བརྒྱ་ལྷག་བཞུགས་ཀྱི་ཡིན་ཞེས་བྱས་བཀའ་བཞེས་བཟང་པོ་གནང་བ་འདི་ཧ་ལས་པའི་སྐལ་བ་བཟང་པོ་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད། ཡིན་ན་ཡང་ད་མི་དམངས་ཚང་མས་ཀྱིས་གཟབ་གཟབ་གནང་དགོས་དེ་ཤིན་ཏུ་གལ་ཆེན་པོ་ཞིག་ད་རེད་ཨ་ནི་གོང་ས་མཆོག་གི་དགོངས་པ་དང་བཀའ་གནང་བ་གཞི་བཟུང་ནང་ཁུལ་ལ་མཐུན་འབྲེལ་ནང་ཁུལ་ལ་འཆམ་མཐུན་ཨ་གཅིག་སྒྲིལ་གནང་དགོས་དེ་ཤིན་ཏུ་གལ་ཆེན་པོ་ཞིག་ད་རེད་ཨ་ང་ཚོ་ཚང་མས་ཀྱི་སྤྱི་བའི་བསོད་ནམས་དེ་བསགས་དགོས་དེ་གལ་ཆེན་པོ་ཡིན་དུས་སྐབས་ལ་ཚང་མས་ཀྱིས་ཨ་ནི་ཞབས་རིམ་སྒྲུབ་དགོས་ཡ་ག་འདྲི་རྒྱུ་ཡོད་པ་ཡིན་ན་ཡང་ད་ལའི་ལོ་ལ་གལ་ཆེན་པོ་བརྩི་བའི་ཐོག་ནས་སྒྲུབ་རོགས་གནང་ཞེས་བྱས་རེ་འདུན་ནན་པོ་བཅུ་ཞུ་གི་ཡོད། ཨ་མདའ་ནས་བཞིན་གོང་ས་མཆོག་ནས་ད་བོད་པའི་གི་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་འཕེལ་བྱེད་དགོས་རེད་ཞེས་ཆེད་བཀའ་གནང་བ་ནང་བཞིན་ཨ་འདི་གས་ལ་ངེས་པར་དུ་ཐུགས་སྣང་གནང་རོགས་གནང་ཞེས་ཞེས་ཞུ་ཡས་དེ་ཡིན་ཨ་མཐའ་དོན་ཨ་གོང་ས་མཆོག་སྐུ་ཚེ་རིང་པོ་གནས་པ་དང་ཨ་བོད་ནང་ལ་ཡོད་པའི་བོད་མི་ཚོ་གི་མངོན་འདོད་འགྲུབ་པ་ཤོག་ཞེས་ཆེད་ད་སྨོན་འདུན་དང་སྦྲགས་ཨ་ནི་ད་ལས་གི་ལོ་སར